བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཞུགས་སྒར་དྷརྨ་ས་ལར་བརྟན་བཞུགས་བསྟར་འབུལ་ཞུས་འདུག ྋབི་ཡེད་ནམ་ནང་ཨ་མི་རི་ཀའི་སྲིད་འཛིན་དང་བྱང་ཀོ་རི་ཡའི་མགོ་ཁྲིད་དབར་མཇལ་འཕྲད། དེང་དུས་རི་མོ་སྒྱུ་རྩལ་བ་བཀྲ་ཤིས་ནོར་བུ་ལགས་དང་གླེང་མོལ་ཞུ་བཅས་ཡོད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བརྙན་འཕྲིན་ལས་རིམ་སན་སི་ནམ་པ་སྐུ་ཁམས་བཟང། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་བོད་ཟླ་དང་པོའི་ཚེས་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་བཅུ་དགུ་ཟླ་བ་གཉིས་པའི་ཚེས་ཉི་ཤུ་བརྒྱད་གཟའ་ཕུར་བུ་རེད་ང་དགའ་ལྡན་བློ་གྲོས་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདས་པའི་ལོ་ངོ་དྲུག་ཅུའི་རིང་བོད་ཕྲུག་ཚོའི་ཤེས་ཡོན་ཐད་བཀའ་དྲིན་མཛད་པ་བསམ་གྱིས་མི་ཁྱབ་པ་བསྐྱངས་གནང་མཛད་པར་བཀའ་དྲིན་རྗེས་སུ་དྲན་བཞིན་ཐུགས་རྗེ་ལེགས་འབུལ་མཚོན་ཆེད་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་ཁྱབ་ཁོངས་སློབ་དགེ་རྣམ་པས་བརྟན་བཞུགས་བསྟར་འབུལ་ཞུས་ཡོད་ལ། གཞན་ཡང་བརྟན་བཞུགས་འདེགས་འབུལ་ཞུ་མཁན་གྱི་ཁོངས་སུ་བཙན་བྱོལ་བོད་མིའི་ཚོང་པའི་མཐུན་ཚོགས་དང་རྒྱལ་རོང་གཞིས་བྱེས་གཉིས་ཀྱི་སྐུ་ཚབ་རྡ་སར་བཅའ་བཞུགས་སྨན་པ་སྐལ་བཟང་དོན་ལྡན་ལགས་བཅས་ཡོད་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་སྐད་ཡིག་དང་རིག་གཞུང་ནི་བོད་མིའི་གོང་བུ་གཅིག་གྱུར་གྱི་རྨང་གཞི་ཡིན་པ་བཀའ་གནང་ཡོད་པ་རེད་གནས་ཚུལ་རྒྱས་པ་དྷརྨ་ས་ལ་ནས་ལོ་བྷེ་ལགས་ཀྱིས་བཏང་གནང་པ་དེ་གཟིགས་རོགས་གནང། གོང་གསལ་སྐྱབས་མགོན་ཆེན་པོ་མཆོག་ལ་སྒྲུང་དཀར་ཡིད་བཞིན་འཁོར་ལོ་གི་སྒོ་ནས་བརྟན་བཞུགས་བསྟར་འབུལ་གཟིགས། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་སྨན་འབྲས་འདེགས་འབུལ་གྱིས་བཞུགས་སྒར་ཐེག་ཆེན་མཆོག་གླིང་གཙུག་ལག་ཁང་དུ་སྤྱི་ཟླ་གཉིས་པ་དགུ་ཚེས་བབ་ཉེར་བདུན་ཉིན་གྱི་ངལ་གྲོ་གནང་སོང། སྐབས་དེར་གོང་ས་མཆོག་གིས་འོས་བསྡུ་ཟུར་འཐོར་གྱི་ཆབ་སྲིད་ཀྱི་ཐོག་ནས་ཐབས་སྐྱོ་བོ་བྱུང་ཡོད་ན་ཡང། བོད་ཀྱི་ཆོས་དད་རིག་གཞུང་བོད་ཀྱི་དབུ་དུབ་ཡོངས་རྫོགས་གོང་བུ་གཅིག་གྱུར་བྱས་ཡོད་པ་གི་སྐོར་བཀའ་ཕེབས་རྒྱུར། ང་ཚོ་བོད་སིལ་བུ་ཆབ་སྲིད་ཀྱི་ཐོག་ནས་ཐབས་སྐྱོ་བོ་ཞིག་བྱུང་ཡོང་བ་དང། རེད་དེ་ཡིན་ནས་ཆོལ་ཁ་གསུམ་གྱི་བོད་མི་ཡོངས་རྫོགས་ལོག་པའི་གོང་བུ་གཅིག་གྱུར་བྱས་ནས་བསྡད་འདུག་ཡ་དེ་གཙོ་བོ་བོད་ཀྱི་ཆོས་དད་རིག་གཞུང་ཐོག་ནས་བྱས་འདུག་བ། ཨ་ནི་བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་དེ། གང་ལྟར་ད། ཅི་དབུས་སྐད་སུ་ལ་ནོན་འགྲིག། ཁམས་སྐད་སུ་ལ་ནོན་འགྲིག། ཨ་མདོའི་སྐད་སུ་ལ་ནོན་འགྲིག། སྟོད་པ་སྐད་སུ་ལ་ནོན་འགྲིག། གང་ལྟར། དགྲ་མདངས་ཕྲན་བུ་ཕྲན་བུ་མི་རག་ཡོང་གི་ཡོག་རེད་མ་གཏོགས་གཞན། གང་ལྟར་བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་དེ་གཅིག་གྱུར་རོ་ད། བོད་ཡོངས་རྫོགས་ལོག་ལ། ཨེ་བོད་ཙམ་དུ་མ་ཟད་པའི། ནུབ་ལ་དྭགས་ནས་ཤར་མོན་པོ་དུ། བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་དེ་གཅིག་གྱུར་བྱེད་བསྡད་དེ་ཡོག་རེད། ཡང་གོང་ས་མཆོག་གིས་བོད་མིའི་སེམས་ཤུགས་ལྡབ་བོ་ལྡིབ་ཆིག་སྒྲིལ་ཡོང་བ་གི་ཆ་རྐྱེན་གཙོ་བོ་ནི། བཀའ་འགྱུར་རྟ་མགྱོགས་ཀྱི་ཡི་གེའི་ལྡབ་ལྟའི་ནང་གི་བརྗོད་བྱ་ཁག་ཡིན་པ་གི་སྐོར་རེ་བཀའ་ཕེབས་རྒྱུར། བོད་པའི་གཅིག་སེམས་ཤུགས་དང་བོད་གཅིག་སྒྲིལ་གྱི་གི་ཡོང་ཡང་གི་པའི་ཆ་རྐྱེན་གཙོ་བོ་དེ། བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་དེ་དག་ཨེ་ནི་དེའི་ནང་ལ་ཡོད་དེ་བས་བརྗོད་བྱ་དེ་ཡི་དེ་དག་མདོ་དབུས་གཙང་སྟོད་ཚང་མ་ལོག་ལ་ཡལ་ད་ཡི་གེ་དེ་གིས་ཁྱབ་ཐུབ་པ་ཅིག་ཡིན། དེའི་ཐོག་ནས་ད་གཅིག་དྲིས་གཅིག་གོ་ཡོང་བསྡད་ཀྱི་འདུག་བ། ཨེ་དེ་དེ་འདྲ་འདི་འདྲའི་ཐོག་ནས་སེམས་ཤུགས་སླེབས་བསྡད་ཀྱི་ཡོད་རེད། གཞན་ཡང་གང་སེམས་ཕྱོགས་ནས་ཆོས་དད་མ་འབྲེལ་བ་གི་བཟང་སྤྱོད་ནི་ཆོས་མེད་པ་དད་སྣང་བ་མིན་པ་ཚོར་སྣང་བའི་སེམས་ཁམས་རིག་པ་དར་ཚད་མ་རིག་པ་སྐྱེ་ལྷབ་ཆེད་ཡིན་པ་ངོ་སྤྲོད་གནང་སོང། Secular Ethics ཟེར་བྱ་དེ་ང་ཚོ་བོད་པའི་སྤོ་བོ་ཚོ་ང་རང་ཚོ་ཕ་མེས་ནས་ནང་པའི་ཆོས་ཆགས་བསྡད་ཀྱི་ཡོད་རེད་དེའི་ནང་ཚན་ནས་ནཱ་ལེནྡྲའི་ཆོས་བརྒྱུད་ཆགས་བསྡད་ཡོད་རེད། འདི Secular Ethics ཡག་འདི་ཆོས་མེད་མཁན་ཨེ་ནི། ཡང་ཅིག་ནང་པའི་གཞུང་གི་ནང་ལོག་ནས་སེམས་ཁམས་རིག་པ་དང་ཚད་མ་རིག་པ་འདི་ཚོ་བྲལ་ཏེ་ནང་པ་མེད་ངན་ཚོ་ལ་ད་ང་ཚོ་བར་སླེབས་དུས་ཙམ་ནས་ནང་ཆོས་དང་འབྲེལ་ནི་ཤེས་ཀྱི་ཡོད་མ་རེད། ནང་ཆོས་དང་མ་འབྲེལ་ར་ཁོ་ར Academic Subject རང་བྱས་ནས་ཚད་མ་རིག་པ་དང་སེམས་ཁམས་རིག་པ་འདི་ཚོ་བྲལ་ལབ་ཡག་ཅིག། གོ་བརྡ་དེ་ཆོས་དང་མ་འབྲེལ་ཞིག་བྱེད་དུས་ཙམ་ནས་གསལ་ཁོ་ལ་བྱ་སྟེ་བཤད་ཀྱི་ཡོད། གཞན་ཡང་གཏན་གཞིགས་བཀོད་སྒྲིག་གནང་མཁན་གྱི་བཀྲིས་ཤེས་རིག་བཀའ་བློན་པདྨ་དབྱངས་ཅན་མཆོག་གིས་གཏན་གཞིགས་འདི་ཕུར་དགུ་སྟོང་གི་སྐོར་རེ་ངོ་སྤྲོད་གནང་རྒྱུར། ད་ང་ཚོས་ལོ་དྲུག་ཅུའི་ནང་ལ་སྐུ་མདུན་གྱི་ཡན་ཅིག་གི་ཤེས་ཡོན་གྱི་ཐོག་ལ་སྐུ་མདུན་གྱི་མཛད་འགན་ཆེན་པོ་བཞེས་པ་དེ་ལ་ང་ཚོ་བཀའ་དྲིན་ཆེ་ཞུ་ཡས་ཀྱི་མཚོན་དོན་གཅིག་ཏུ་ཟིན་ཞུ་ཡས་ཡིན། ཁོང་གིས་གཏན་གཞིགས་ཕུར་བདུན་གཅིག་ནི་གོང་ས་མཆོག་གི་སྐུ་ཚེ་བསྐལ་བརྒྱར་གཏན་འཁྱིལ་ཡིན་པ་དང་གཅིག་ནི་ང་ཚོ་བཙན་བྱོལ་དུ་འབྱོར་ནས་ལོ་ངོ་དྲུག་ཅུ་འཁོར་བ་གི་རིང ྋགོང་ས་མཆོག་གིས་མཛད་འགན་ཆེ་ཤོས་གཟིགས་ཞིབ་གི་ཐོག་འཁུར་བཞེས་གནང་བར། ང་ཚོའི་བཀའ་དྲིན་ཆེས་བཞི་བ་གི་མཚོན་དོན་གྱི་ཆེད་ཡིན་པ་བཅས་ངོ་སྤྲོད་གནང་གི་འདུག ྋགོང་ས་མཆོག་ལ་བསྟན་བཞུགས་བསྟར་འབུལ་གྱི་མཛད་སྒོ་འདིར་ཕྱི་ནང་གི་མི་མང་རྣམས་དད་གུས་ཆེན་པོ་གི་སྒོ་ནས་གནམ་གཤིས་གྲང་ངར་ཤིན་ཏུ་ཆེ་མིན་ལ་མ་ལྟོས་པར་བཅར་ཡོད་པ་དང། དེ་ཚོའི་ནང་རྒྱལ་བུ་དུ་ཧོར་སིམ་འདབས་རྒྱ་གར་མི་རིགས་འདྲ་མིན། ཕྱི་གླིང་མགོ་སེར་གྱི་མི་རིགས་འདབས་ཁ་ཆེའི་མི་རིགས་བཅས་མཐོང་རྒྱུ་ཡོད་ཅིང། གཏན་འཇུག་འདིར་ཧ་ལམ་མི་མང་བདུན་སྟོང་ཙམ་བཞུགས་སྒར་སྔ་མོ་ནས་མཚང་ཁ་ཤིག་ཤིག་གིས་ཕེབས་ཡོད་པ་རེད། བཞུགས་སྒར་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་འབེད་ལྟར་སྤར་བ་བསྟན་འཛིན་འོད་ཟེར་གཉིས་ཀ་ཡིན། རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་རྒྱལ་ས་ཨི་ཏཱ་ན་གྷར་དང་ནེ་ཧར་སྒང་དུ་ས་གནས་ཡུལ་མིའི་སློབ་ཕྲུག་ཚོགས་པའི་ངོ་རྒོལ་གྱི་ལས་འགུལ་སྤེལ་སྐབས་ཁུལ་དེར་ཡོད་པའི་བོད་མིའི་ཁྲོམ་ས་བཅོ་ལྔ་ཙམ་མེར་བསྲེགས་བཏང་ནས་དཔལ་འབྱོར་གྱི་གྱོང་གུན་ཆེན་པོ་བཟོས་འདུག། དེང་སྐབས་ཨ་རུ་ནཱ་ཅལ་མངའ་སྡེའི་ནང་གཞུང་གིས་མངའ་སྡེའི་ཡུལ་མི་ཁོ་ན་ལས་མངའ་སྡེའི་ཕྱི་ལོགས་ནས་ཡོང་བ་མི་ཚོར་མངའ་སྡེའི་ནང་གཏན་སྡོད་ལག་འཁྱེར་སྤྲོད་བཞིན་པ་དེ་འགྲིག་མིན་གྱི་ངོ་རྒོལ་བྱ་མཁན་བྱུང་ཡོད་ཅིང་ངོ་རྒོལ་སྣེ་ཁྲིད་པ་གཙོ་བོ་ནི་མངའ་སྡེའི་ནང་གི་སློབ་ཕྲུག་གཅིག་སྒྲིལ་ཚོགས་པ་ཟེར་བ་དེ་ཡིན་པ་རེད། ངོ་རྒོལ་གྱི་ལས་འགུལ་དེར་གྲངས་བསྲིང་གི་རྣམ་པ་བྱུང་སྟེ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་ཉིན་ཧ་རལ་གཱན་གྲོང་ཁྱེར་ནང་ཡོད་པའི་ཐོག་ཚད་གཞི་ཅན་གྱི་ཁྲོམ་ར་ཞིག་མེར་སྲེག་བཏང་པ་དང་ཁྲོམ་ར་དེའི་ནང་བུད་མེད་ཚོང་ཁང་བཅུ་བཞི་མེས་འཚིག་ནས་ཉུང་མཐར་ཚོང་ཁང་རེར་རྒྱ་གར་སྒོར་མོ་འབུམ་སུམ་ཅུ་ནས་བཞི་བཅུ་བར

མེ་སྐྱོན་ཕོག་སའི་ཁྲོམ་ས་དེ་དག་གི་ཚོང་པ་མང་ཆེ་བ་མངའ་སྡེ་དེའི་ནང་གི་ས་གནས་སྦོམ་སྡེ་ལག་དང་བསྟན་འཛིན་སྒང་བོད་མིའི་གཞིས་སྒར་ནས་ཡིན་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ཚོགས་ཆེན་ཐེངས་བདུན་པ་མཇུག་སྒྲིལ་ཞིང་ཤེས་རིག་བཀའ་བློན་པད་མ་དབྱངས་ཅན་ལགས་ཀྱིས་བོད་མིའི་ཤེས་ཡོན་སྲིད་བྱུས་གཏན་འབེབས་ཟིན་ནས་ལོ་ངོ་བཅོ་ལྔ་ཙམ་འགྲོ་གི་ཡོད་ན་ཡང་སྤྱི་ཚོགས་ནང་སྲིད་བྱུས་དེའི་དགོངས་དོན་ད་དུང་ཡང་ཡག་པོ་རྒྱུན་ལོན་ཐུབ་མེད་པའི་རྣམ་པ་ཞིག་ཡོད་པ་དེ་སེལ་ཐབས་བྱ་དགོས་གལ་ཆེ་བ་སྐོར་གསུངས་འདུག་གནས་ཚུལ་རྒྱས་པ་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་དེ་གཟིགས་རོགས་གནང། མང་པོ་ཅིག་གིས་དེ་ཡི་ཤེས་ཡོན་སྲིད་བྱུས་དེ་ཀྱི་གོ་བརྡ་ཡག་པོ་མ་འཕྲོད་པ། ར། ཤེས་ཡོན་སྲིད་བྱུས་དེ་ནང་ནས་ཆ་ཤས་ཆུང་ཆུང་ཅིག་ལ་གཟིགས་བྱས་ན་ར་དཔེར་ན་ཆ་ཤས་ན་ཕ་མ་མང་པོ་ཅིག་གིས་ད་ལྟ་ངས་གོ་ཁྱོ་དང་ཕ་མ་མང་པོ་ཅིག་གིས་ག་རེ་གསུང་གོ་ལ་ན། ཨོ་ཤེས་ཡོན་སྲིད་བྱུས་དེ་སློབ་ཁྲིད་བྱེད་སའི་སློབ་གྲྭ་ཅིག་ལ་བཏང་པ་ཡིན་ན་ངའི་སྤུ་གུང་ཚོས་དབྱིན་ཇི་ཡག་པོ་ཤེས་ཀྱིན་མི་འདུག་ར་དེ་འདྲ་སོང་ཙང་ང་བཏང་གིན་མེད་རེད་འགྲོ་བ་ཕྱིར་བ། དེ་འདྲ་བ་ད་གནས་ཚུལ་དེ་ཤེས་ཡོན་སྲིད་བྱུས་དེ་ཀྱིས་ག་ལ་འོ་རེད། གོ་དོན། འདི་ཡག་པོ་བྱས་ནས་རྟོག་མེད་བས་ཀྱི་རྣམ་པ་གསལ་བོ་ཆགས་ཟེར། སྐབས་དེར་ཚོགས་ཆེན་ཐེངས་བདུན་པའི་སྐབས་སུ་གྲོས་ཆོད་ཞགས་པའི་ནང་ནས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སྤེལ་ཕྱོགས་དང་འབྲེལ་བའི་གྲོས་ཆོད་དེ་དམིགས་བསལ་གྱིས་གལ་ཆེན་པོ་མཐོང་ཡོད་པའི་སྐོར་བསམ་ཚུལ་བརྗོད་གསལ་ལ། དེ་གཙོ་ཆེ་ཤོས་དེ་ད་ང་ཚོ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད

དབྱི་མོང་རིགས་གཙུག་ལག་སློབ་ཆེན་གྱི་སློབ་གཞིའི་རྩ་འཛིན་གཏན་འབེབས་གནང་བ་བཞིན་དབུས་བོད་མིའི་སྒྲིག་འཛུགས་ཀྱིས་དེ་གཞི་འཛིན་པའི་ཐོག་ནས་སློབ་གྲྭ་ཁག་ལ་དེ་དང་འབྲེལ་བའི་གོ་རྟོགས་སྤེལ་ཕྱོགས་ཐད་ལ་ད་ཐེངས་ཚོགས་ཆེན་སྐབས་གྲོས་བསྡུར་བྱས་ཡོད་པའི་སྐོར་འགྲེལ་བརྗོད་གནང་ཟིན་ལ། དེ་ནས་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་འགྲོ་བ་ཅིག་ཡིན་པ་ཡིན་ན་ད་ཅིག་གིས་ད་ལྟ་ང་ཚོའི་གཞི་འཛིན་སར་འགྲོ་བ་ཅིག་དབྱི་མོང་རིགས་གཙུག་ལག་སློབ་གཉེར་ཁང་གི་བསླབ་གཞི་རྩ་འཛིན་ཅིག་གཏན་འབེབས་བྱས་ཡོད། འདིའི་གིས་ནང་དོན་དང་ལོ་ཚོད་ཡང་གཅིག་ང་ཚོའི་སློབ་གྲྭ་ཁག་ལ་ག་འདྲས་བྱས་ནས་གོ་ཐོབ་སྤེལ་དགོས་འདུག་འདིའི་ཐོག་ལ་དགོངས་པ་ཆེན་པོ་བཞེས་དགོས་ཡ་དང། ཨན་འདིའི་སློབ་ཚན་འདི་གལ་ཆེན་པོ་ཡིན་པ་ཡིན་ན་འདི་འདྲའི་གིས་རྒྱུས་སྟོན་པ་གསོ་སྐྱོང་མང་པོ་བྱས་དགོས་འདུག་ཟེར་ན་ནི་འདི་གཅིག་མང་པོ་གཅིག་གསུང་བཤད་ཞུ་ཡས་ཡིན། གཞན་ཡང་ད་ཐེངས་ཤེས་རིག་ཚོགས་ཆེན་ཐེངས་བདུན་པའི་སྐབས་གྲོས་ཆོད་བཞི་བཞག་ཡོད་པའི་ནང་ནས་གལ་ཆེ་ཤོས་དེ་བཙན་བྱོལ་བོད་མི་ཡི་ཤེས་ཡོན་སྲིད་བྱུས་དེ་ཡིན་པས་དེ་མུ་མཐུད་ནས་ཚགས་ཚུད་གཏོང་དགོས་པའི་སྐོར་བསམ་ཚུལ་བརྗོད་གསལ་ལ། འདིའི་ནང་ནས་གལ་ཆེ་ཤོས་འགྲོ་བ་དེ་ལྟ། ད་སྲོག་རྩ་ལྟ་བུ་འགྲོ་བ་དེ་གཞན་སྲིད་ཇུས་འདི་ལག་བསྟར་རྒྱུན་སྐྱོང་ག་འདྲ་ཡོང་གི་ཡོད་མེད་ད་དེ་གལ་ཆེན་པོ་རེད་བསམ་སོང་གང་ཟག་སྲིད་ཇུས་ཅིག་ལ་བལྟས་རྗེས་ཨེ་ན་ང་ཚོས་མ་ཟེར་ན་ཤེས་ཡོན་སློབ་གསོ་དེ་སྤྲད་དགོས་གི་རེད་ཇི་ལྟ་བུ་ལ། སྲིད་ཇུས་འདིའི་སྒང་ལ་ནི་ཚང་མས་ངོས་ནས་ངེས་པ་དང་ད་གང་ན་བཞིན་དམ་བཅའ་དང་ད་གང་ན་བཞིན་འདིའི་སྒང་ལ་ནི་ཡར་རྒྱས་བཏང་སྟངས་ག་འདྲ་བཏང་དགོས། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་དང་འབར་བ་བསྟན་འཛིན་དོན་ཡོད་ནི། རྒྱ་ནག་གཞུང་གིས་བོད་ནང་རྒྱ་མི་མི་འབོར་སྤོ་ཤུགས་ཀྱི་སྲིད་བྱུས་འོག་གྲངས་ཉུང་ཅན་དུ་འགྱུར་ཤེས་པའི་བོད་མི་རིགས་ཀྱི་བོད་པའི་ཆོས་དང་རིག་གཞུང་སྐད་ཡིག་དང་གོམས་གཤིས་སོགས་ལ་ལྡོག་ཕྱོགས་ཀྱི་ཤུགས་རྐྱེན་འབྱུང་བཞིན་ཡོད་པ་བོད་ནང་གི་བོད་མི་ཞིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་བརྗོད་ཡོད་པ་རེད། མི་འབོར་དེ་ཧ་ཅང་གི་མང་པོ་ཞིག་ཆགས་ཀྱི་ཡོད་པས་ད་ལྟ་བར་དུ་ད་ལྟ་ལ་ད་མི་འབོར་ཧ་ཅང་གི་ཤུགས། ཡང་བོད་ནང་མི་འབོར་སྤོ་བཤུག་ཐད་ཉམས་ཞིབ་གནང་མཁན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ངག་དབང་ཆོས་གྲགས་ལགས་ཀྱིས། རྩ་བའི་བོད་ནང་རྒྱ་མིའི་མི་འབོར་སྤོ་བཤུག་གི་སྲིད་བྱུས་ནི་ཐོག་མར་མའོ་ཙེ་ཏུང་སྐབས་ནས་འགོ་བཙུགས་ཟིན་ཞིང། ལོ་རབས་བརྒྱད་ཅུའི་རྗེས་སུ་བོད་ནང་རྒྱ་རིགས་སྤོ་བཤུག་ཆེ་རུ་བཏང་པ་དང་ལྷག་པར་དུ་ཉིས་སྟོང་དྲུག་ལོར་དགོང་མོ་ནས་ལྷ་ས་བར་རི་ལི་ལྕགས་ལམ་གསར་རྒྱག་བྱས་པའི་རྗེས་རྒྱ་མིའི་མི་འབོར་ཇེ་མང་དུ་འགྲོ་བཞིན་ཡོད་པ་ནི་ཧ་ཅང་གི་འཛའ་དྲང་གི་གནས་སྟངས་ཤིག་ཏུ་གྱུར་ཡོད་པ་འགྲེལ་བརྗོད་གནང་འདུག། བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་རྒྱ་ནག་གིས་རྩིས་མེད་ཚབས་ཆེ་གཏོང་བཞིན་པ་དེར་ཐུགས་འཚབ་ཡོད་སྐོར་ཨོ་སི་ཀྲེ་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ Marise Payne མཆོག་གིས་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཨོ་སི་ཀྲེ་ལི་ཡའི་ཀན་པ་ར་གྲོང་ཁྱེར་གྱི་བོད་རིགས་སྤྱི་མཐུན་ཚོགས་པར་ཕྱག་བྲིས་ཆེ་གནང་འདུག་པ་དེ་ན་བཀོད་འདུག་ཀན་པ་ར་བོད་རིགས་སྤྱི་མཐུན་ཚོགས་པས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ཕྱི་ཟླ་བཅུ་གཉིས་པའི་ནང་ཨོ་སི་ཀྲེ་ལི་ཡའི་གཞུང་ལ་བོད་དོན་ཐད་སྲིད་བྱུས་ཇི་ཡིན་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ཐད་ཕྱག་ལས་གནང་ཕྱོགས་ཇི་ཡིན་སོགས་འཁོད་པའི་ཕྱག་བྲིས་ཤིག་ཕུལ་ཡོད་པ་རེད། ཨོ་སི་ཀྲ་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ་མེ་རིས་པེན་མཆོག་གིས་གནང་བའི་ཕྱག་བྲིས་དེ་ན། རྒྱ་ནག་གཞུང་གིས་བོད་མིའི་འགྲོ་འདུག་སྤྱོད་གསུམ་གྱི་ཐོག་དམ་དྲག་བྱེད་བཞིན་པར་སེམས་འཚབ་ཡོད་པར་མ་ཟད་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་གཙོ་འཛིན་དང་འབྲེལ་ཡོད་དཔོན་རིགས་རྣམས་བོད་ནང་ཕེབས་འཇུག་དགོས་སྐོར་རྒྱ་ནག་གཞུང་ལ་འབོད་སྐུལ་གནང་བཞིན་ཡོད་པ་གསུངས་ཡོད་ལ། དེ་བཞིན་ཨོ་སི་ཀྲ་ལི་ཡའི་གཞུང་གི་ངོས་ནས་རྒྱ་ནག་གཞུང་གིས་དཔོན་རིགས་མཇལ་འཕྲད་སྐབས་བོད་ཀྱི་གནད་དོན་གླེང་སློང་གནང་གི་ཡོད་པ་ཡང་གསུངས་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན Donald Trump དང་བྱང་ཀོ་རི་ཡའི་འགོ་ཁྲིད Kim Jong Il རྣམ་གཉིས་ཀྱི་མཇལ་འཕྲད་གཉིས་པ་དེ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དོན་གཉིས Viet Nam ནང་གནང་ཡོད་པ་རེད། ཁོང་རྣམ་གཉིས་ཀྱི་མཇལ་འཕྲད་དང་པོ་དེ་སྔ་ལོ་ཕྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན Singapore རུ་གནང་ཞིང་གནད་དོན་དཔྱད་ཞིབ་པ་མང་པོས་ཐེངས་དང་པོའི་མཇལ་འཕྲད་དེའི་ཐོག་ནས་ཆེ་ས་བྱང་ཀོ་རི་ཡའི་རྡུལ་ཕྲན་མཚོན་ཆའི་ལས་འཆར་ཁག་མཚམས་འཇོག་ཐུབ་པ་བྱུང་མེད་པ་དང་དེ་བཞིན་རྒྱལ་སྤྱིའི་རྟོག་ཞིབ་པ་བྱང་ཀོ་རི་ཡའི་རྡུལ་ཕྲན་མཚོན་ཆའི་ལས་འཆར་ཐོག་རྟོག་ཞིབ་ཆེད་གཏོང་ཐུབ་མེད་པ་འགྲེལ་བརྗོད་བྱེད་བཞིན་ཡོད་པ་རེད། ལྷོ་ཀོ་རི་ཡ་ནི་ཨ་མི་རི་ཀ་དང་བྱང་ཀོ་རི་ཡའི་དབུ་ཁྲིད་རྣམ་གཉིས་མཇལ་འཕྲད་བྱུང་བ་དེས་ལྷོ་བྱང་ཀོ་རི་ཡའི་རྫ་བྲག་གི་གནས་སྟངས་ཞི་བར་ཕན་ཐོགས་ཆེན་པོ་འབྱུང་རྒྱུ་མ་ཟད་མངའ་ཁུལ་དེའི་བདེ་འཇགས་ལ་ཕན་ཐོགས་ཆེན་པོ་ཡོད་པའི་གནད་དོན་ཞིག་ཡིན་པར་ཡིད་ཆེས་བྱེད་མཁན་ཞིག་ཡིན་པ་རེད། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་ཨ་མི་རི་ཀ་དང་བྱང་ཀོ་རི་ཡའི་མགོ་ཁྲིད་རྣམ་གཉིས་དབར་མཇལ་འཕྲད་ཐུང་ངུ་དེ་གནང་སྐབས་ཨ་མི་རི་ཀའི་སྲིད་འཛིན་གྱིས་གྲོས་མོལ་གྱི་གྲུབ་འབྲས་བཟང་པོ་འབྱུང་རྒྱུར་རེ་བ་ཡོད་ཅེས་གསུངས་པ་དང་ཡང་བྱང་ཀོ་རི་ཡའི་མགོ་ཁྲིད་ཀིམ་ཇོན་ཨུན་གྱིས་གྲུབ་འབྲས་བཟང་པོ་འབྱུང་རྒྱུར་འབད་བརྩོན་གནང་རྒྱུ་ཡིན་པ་གསུངས་ཡོད་པ་རེད། ཨ་མི་རི་ཀའི་ཀལ་ཧྥོ་ནི་ཡའི་ནང་བོད་མི་ཁྱོན་ཆེ་གནས་ཡུལ་རེཇ་མོན་གྲོང་སྡེ་ལྷན་ཚོགས་ནས་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དྲུག་གི་དགོང་མོ་གྲོང་ཁྱེར་ཚོགས་ཁང་ཆེན་མོའི་ནང་ལྷན་ཚོགས་ཆེ་གནང་སྐབས་བོད་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐྱོ་པོ་ཡོད་པར་གདུང་སེམས་མཉམ་སྐྱེད་མཚོན་ཆེད་དང་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མི་རྣམས་བཙན་བྱོལ་དུ་འབྱོར་ནས་ལོ་ངོ་དྲུག་ཅུ་འཁོར་བའི་དུས་སྐབས་དང་བསྟུན་གྲོས་ཆོད་དང་བསྒྲགས་གཏམ་སེ་རག་ཞིག་གནང་འདུག་དེ་བཞིན་མི་སྣ་ཚོ་གྲེར་ས་གནས་ཤིག་ལ་ཡང་དེ་མཚུངས་གནང་ཡོད་པ་རེད་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་གནང་པ་དེ་གཟིགས་རོགས་གནང།
ཨ་རིའི་ཁ་ལི་ཧྥོ་ནི་ཡ་རིཤ་མོན་གྲོང་ཁྱེར་དང་མེ་ནི་སོ་ཏཱ་ནིའུ་བྷ་རི་ཐོན་གྲོང་ཁྱེར་གཉིས་ནས་འདི་ལོའི་གསུམ་བཅུའི་དུས་དྲན་དེ་བཞིན་བོད་ཀྱི་ཉིན་མོར་སྲུང་བརྩི་ཞུ་རྒྱུའི་གྲོས་ཆོད་གཏན་འབེབས་གནང་བ་དང་འབྲེལ། ྋགོང་ས་མཆོག་གི་དགོངས་གཞིར་རྒྱབ་སྐྱོར་དང། བོད་ཕྱི་ནང་གི་བོད་མིའི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཐད་ལ་རྒྱབ་སྐྱོར་གྱི་གྲོས་ཆོད་དང་སྦྲགས་གཏམ་དཔེ་བཞག། དེ་ཡང་གྲོས་ཆོད་གཏན་འབེབས་རྗེས་རིཤ་མོན་གྲོང་སྡེ་ལྷན་ཚོགས་ཀྱི་འཐུས་མི Eduardo Martinez ལགས་ཀྱིས། གྲོང་ཁྱེར་སྤྱི་ཁྱབ་པའི་དབུ་བཞུགས་ཐོག་ལ་བསྒྲགས་གཏམ་དེ་སྒྲོག་སྦྱང་དང་འབྲེལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་ཚོགས་གཞོན་གཉིས་ལ། བསྒྲགས་གཏམ་དེ་འབུལ་ལམ་ནང་འདུག་ཅིང་བོད་དོན་རྒྱབ་སྐྱོར་གྱི་བསྒྲགས་གཏམ་དེའི་ནང་ལ།
བོད་ནང་དུ་ཆོས་དད་རང་དབང་དང་སྨྲ་བརྗོད་རང་དབང་འདུ་འཛོམས་རང་དབང་བཅས་གཞི་རིམ་གྱི་འགྲོ་བ་མིའི་ཐོབ་ཐང་མེད་པ་དང། ལྷག་པར་དུ་བོད་མི་གང་བྱུང་འཛིན་བཟུང་དང་གོ་ལག་བསྒྱུར་བ། དགོན་པ་གཏོར་བཤིག་སོགས་ཀྱི་གནས་སྟངས་ཐད་ལ་གསལ་སྟོན་གནང་བ་དང་སྦྲགས། བོད་མིའི་ཞི་བའི་འཐབ་རྩོད་ལ་རྒྱབ་སྐྱོར་ཞུ་གི་ཡོད་པའི་སྐོར་གསུངས་པ་དང་བོད་མི་ཚོ་བཙན་བྱོལ་དུ་གྱར་ནས་ལོ་དྲུག་ཅུ་འཁོར་བའི་མཚམས་འདིར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དབུ་ཁྲིད་འོག་འཚེ་མེད་ཞི་བའི་དགོངས་གཞི་ལ་རྒྱབ་སྐྱོར་ཡོད་པར་སྒྲོག་སྦྱང་གིས་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་མོ་དེ་བཞིན་བོད་ཀྱི་ཉིན་མོར་བསྒྲགས་པ་དང། གྲོང་སྡེ་ལྷན་ཚོགས་ཀྱི་ཚོགས་ཁང་མདུན་དུ་ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་བོད་ཀྱི་རྒྱལ་དར་བསྒྲེངས་འཛུགས་ཞུས་ནས་བོད་ནང་གི་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཞུ་རྒྱུ་ཡིན་སྐོར་གསུངས་ཡོད་པ་རེད། དེའི་སྐོར་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་རང་གྲོལ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ངོ་སྤྲོད་གནང་ཡ་ལ། དང་པོ་དེ་ལ་ཡང།
བོད་ནང་ལ་ཡང་ཡོད་པའི་བོད་མི་ཚོ་ད་ལྟ་བར་དུ། རྒྱ་ནག་གི་བཙན་གནོན་འོག་ལ་ཡང་མྱངས་དང་མྱངས་བཞིན་པ་དེ་དང་ལྷག་པར་དུ་བོད་ནང་འགྲོ་བ་མིའི་ཐོབ་ཐང་མེད་པ་དང་ཆོས་དད་རང་དབང་མེད་པ་དང་དེ་ནས་ཤིང་གི་ཁོར་ཡུག་དང་ལག་སོགས་ཀྱི་དེ་ལ་ཡང་གཏོར་སྐྱོན་ཆེན་པོ་ཅིག་འགྲོ་གི་ཡོད་པ་དེ་ལ་ཡང་གདུང་སེམས་མཉམ་སྐྱོད་ཡོད་པ་དང་ཨ་ནི། འགྲོ་བ་མིའི་གི་གནས་སྟངས་དེ་ཡར་རྒྱས་གཏང་དགོས་པ་གཅིག་དང། དེ་ནས་ནི་ཀལ་ཧྥོ་ནེ་གནས་སྡོད་ཀྱི་བོད་མི་རྣམ་པ་ཚོ་བོད་ནང་ལ་ཡང་བར་དུ་ཐོངས་མཆན་ར་ཡལ་གྱི་ཐབས་ཤེས་བཏང་བའི་སྐབས་སུ་དེ་ལ་ཡང་ཅིག་ཐ་བཀག་སྡོམ་དང་དེ་འདྲ་ཡོད་པ་དེ་ལ་ཡང་ད་འདི་ལ་ཡང་དགག་པ་ཆེན་པོ་ཡོད་པ་དང་འདི་ནས་ཤིང་གིས་ད་ལྟ་བོད་ནང་ལ་འགྲོ་སྐྱོད་ཀྱི་ད་ལྟ་ཁྲིམས་གཏན་འབེབས་བྱོས་བ་འདི་ལག་བསྟར། ཚུལ་དང་ལྡན་པ་ཞིག་གནང་དགོས་པ་དང་དེ་ལ་རྒྱབ་སྐྱོར་ཡོད་པ་གཅིག་བྱས། ཡང་རེས་མིག་དམར་དགོང་མོ་ཨ་མི་རི་ཀའི་མེ་ནི་སོ་ཏྲ་མངའ་ཁུལ New Brighton གྲོང་ཁྱེར་ནང་དུ་ཡང་གྲོང་ཁྱེར་སྤྱི་ཁྱབ་པ Valerie Johnson ལགས་ཀྱི་དབུ་བཞུགས་ཐོག་གསུམ་བཅུའི་དུས་དྲན་དེ་བཞིན་བོད་ཀྱི་ཉིན་མོར་སྲུང་བརྩི་ཞུ་རྒྱུའི་གྲོས་ཆོད་གཏན་འབེབས་དང་ཕྱི་དྲག་ཞིག་བོད་རིགས་སྤྱི་མཐུན་ཚོགས་པར་གནང་ཡོད་པ་རེད། དེའི་སྐོར་སྤྱི་མཐུན་ཚོགས་པའི་དྲུང་ཆེ་ཁང་སྐྱིད་བསམ་གཏན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡང་ལ། ད་འདི་ནང་ལོགས་ལ་གལ་ཆེ་ཤོས་འདི་ད་ག་སོང་ར་ང། སྤྱི་ཟླ་གསུམ་པའི་གི་སྟག་རི་ཆུ་འདིས་ང་ཚོ་ལོ་རྒྱུས་ནང་ལ་གནས་ཡའི་ཆེད་དུ་ང་རང་ཚོ་བོད་ཀྱི་ཉིན་མོ་ཞེས་སྲུང་བརྩི་བྱས་ད་འདི་གལ་ཆེན་པོ་གཅིག་ཆགས་ཡོད་རེད་འདི་ད་ང་ཚོ་བོད་པའི་གི་གནས་སྟངས་འདི་ག་འདྲ་ཞིག་ཡིན་པ་ག་འདྲ་ག་སོགས་རེད་གནས་སྟངས་བྱུང་ཡིན་མེད་འདི་གའི་འདི་འདི་ནང་ལ་ག་སོགས་རེད་ད་ང་ཚོ་འདི་ནང་ལ་འཁོད་ཡོད་རེད། California Richmond ཙམ་མ་ཟད Berkeley གྲོང་ཁྱེར་དང Albany གྲོང་ཁྱེར་དེ་བཞིན Minnesota གྲོང་ཁྱེར་མང་པོ་ཞིག་ནས

ཅིག་ཡིག་ཆ་ཕུལ་ཡས་དང་སྙན་བཟང་ཞུ་ཡས་གཙོ་ཆེ་ཤོས་དེ་ང་ཚོ་དབྱེ་འབྱེད་དང།
བོད་རིགས་ཚོ་ད་ལྟ་བོད་ནང་ལོགས་ལ་རྒྱ་ནག་གཞུང་གི་སྲིད་ཇུས། མི་རིགས་དབྱེ་འབྱེད་ནས་དགྲ་དྲ་མཉམ་མེད་པའི་སྲིད་ཇུས་གདུག་རྩུབ་ཅིག་གི་འོག་ལ་མུ་མཐུད་ནས་ག་འདྲས་ཤིག་མྱངས་ཀྱི་ཡོད་བ་དེ་ཚོ་ང་ཚོ་སྙན་བཟང་ཞུ་ཡས་གསལ་བཤད་བྱས་ཀྱི་གོ་སྐབས་ཅིག་བྱས་བྱས་ནས་ཞུ་གཏུག་བྱས་ཡོད་རེད། རྒྱ་ནག་གཞུང་གིས་དུས་དང་རྣམ་པ་ཀུན་ཏུ་རྒྱ་མི་རིགས་ཆེན་པོའི་རིང་ལུགས་ཀྱི་ལྟ་སྤྱོད་འོག་བོད་མི་རིགས་ལ་མཐོང་ཆུང་ཁྱད་གསོད་ཀྱི་ལམ་ནས་བོད་མི་རིགས་ཀྱི་ངོ་བོ་མཚོན་པའི་ཆོས་དང་རིག་གཞུང་དང་བོད་སྐད་བོད་ཡིག་ལ་འགན་སྲུང་མེད་པ། ཆོས་དད་རང་དབང་མེད་པ་འགྲོ་འོང་རང་དབང་མེད་པ། དེ་བཞིན་བོད་ཀྱི་གདོད་མའི་ཁུལ་ལ་མུ་མཐུད་ཉམས་རྒུད་ཀྱིས་མཚོན། བོད་མིའི་འགྲོ་སྡོད་སྤྱོད་གསུམ་ལ་དེང་རབས་ཅན་གྱི་འཕྲུལ་འཁོར་དང་པར་ཆས་བརྒྱུད་སྟངས་འཛིན་གྱིས་བོད་མི་རྣམས་སྡོད་གསོལ་མེད་དུ་བཟོས་པའི་ཉེར་ལེན་གྱིས་བོད་མི་འུ་ཐུག་ཐབས་ཟད་དེ་རང་ལུས་མེར་སྲེག་གཏང་དགོས་བྱུང་བའི་ཞིབ་ཕྲའི་སྙན་ཞུ་དོན་ཚན་བདུན་ཚོགས་ཆེན་གྱི་དཔྱད་གཞིར་འབུལ་ལམ་ཞུས་པའི་ཐོག་ངག་ཐོག་ནས་དེ་ལྟར་རེ་སྐུལ་ཞུ་རྒྱུ་བྱུང། ཟླ་བ་དཀྱིལ་མ་ཞིག་ནས་ང་ཚོ་འགོ་ཚུགས་ཡིན། དེ་དུས་སྐབས་ལ་ང་ཚོ་ཞུ་གཏུག་བྱེད་ས་དེ་ད་ད་རིང་དངོས་སུ་ཚོགས་འདུ་ནང་ཞུགས་ཏེ་ངེད་ཀྱི་རྒྱལ་ཁབ་ཁག་གི་སྐུ་ཚབ་རྣམ་པ་ཚོ་ཐུག་འཕྲད་བྱས་ནས་ང་ཚོ་ཞུ་གཏུག་བྱས་ཡོད་རེད་དེ་ཚོགས་འདུ་མ་ཚོགས་གོང་གི་ང་ཚོ་གི་འབད་བརྩོན་ཅིག་ཞུས། རྒྱ་ནག་གུང་ཁྲན་ཏང་གི་འགོ་ཁྲིད་འོག་བོད་ནང་ཕྱི་ཚུལ་ཡར་རྒྱས་ཀྱི་རྣམ་པ་ཞིག་མངོན་རྒྱུ་ཡོད་ཀྱང་ནང་དོན་བོད་མིས་བོད་ཀྱི་སྐད་ཡིག་ལ་དགའ་ཞེན་སྦྱང་བརྩོན་བྱས་ན་ཁ་བྲལ་རིང་ལུགས་པར་ངོས་འཛིན་གྱིས་རྡུང་རྡེག་གཏོང་བཞིན་པའི་དཔང་རྟགས་བཀྲ་ཤིས་དབང་ཕྱུག་ལགས་ཀྱི་གནས་སྟངས་ངོ་སྤྲོད་ཞུས་པའི་ལམ་ནས་ཚོགས་ཆེན་གྱི་བརྒྱུད་རིམ་གྱི་ཁྲོད་བོད་དོན་གླེང་སློང་དགོས་པའི་སྐུལ་མ་ཞུ་རྒྱུ་བྱུང་ཅེས་དང། དེ་བཞིན་ཐེངས་འདིའི་ཚོགས་ཆེན་གྱི་ཚོགས་དུས་བཞི་པའི་ནང་བོད་ནང་གི་གནས་སྟངས་ཤུགས་ཆེ་ཙམ་གླེང་སློང་གནང་ཐུབ་རྒྱུའི་འབད་བརྩོན་གནང་བཞིན་ཡོད་ཅེས། རྩ་འཛུགས་ཀྱི་གོ་སྐབས་གཟིམ་ཡས་དེའི་བརྗོད་གཞི་བཞི་པ། དེའང་ཨ་ནི་བརྗོད་གཞི་དྲུག་པ་ལ་ང་ཚོ་གོ་སྐབས་རག་ཡ་གི་རེ་བ་ཅིག་ད་ལྟ་བེད་སྤྱོད་བྱས་བསྡད་ཡོད། ཨ་ནི་ད་ལྟ་བརྗོད་གཞི་བཞི་པ་དེའི་ནང་ལོགས་ལ་ཨ་ནི་ང་ཚོ་འགྲོ་མིའི་ཐོབ་ཐང་གི་གནས་སྟངས་ཨ་ལྷན་ཁང་ནས་ངེས་པར་དུ་ཐུགས་སྣང་དགོས་ཀྱི་རེད་ཞེས་ནི་བརྗོད་གཞི་དེ་ཆགས་འདུག་ད་དེའི་ནང་ལ་ང་ཚོའི་གནས་སྟངས་ག་རེ་ཡར་བླངས་ནས་འགྲིག་འོ། ད་ག་ནང་བཞིན་གྲོང་ཁྱེར་དེའི་ནང་ལ་རྟེན་གཞི་བྱས་པའི་ཨ་ནི་གཞུང་ཁག་དགུ་ཚབ་དེ་འདྲའི་རེ་འབོད་བྱས་གནང་ཡོད་རེད་བ། ཁོ་ཚོས་དོ་སྣང་གང་འདྲ་གནང་གི་འདུག། ཞེས་བྱས་ནས་དོ་སྣང་ཤུགས་ཆེན་པོ་གནང་གི་འདུག་སེམས་འཚབ་བཏོན་གནང་གི་འདུག་དེ་ནས་ང་ཚོ་མུ་མཐུད་ནས་དོ་སྣང་བྱེད་ཀྱི་ཡོད། ད་མུ་མཐུད་ནས་ཁྱེད་རང་ཚོ་གི་ཕྱག་ལས་གནང་སྐྱོང་དེ་མུ་མཐུད་ནས་བྱེད་དགོས་ཀྱི་རེད། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཚོགས་ཆེན་ཐེངས་ཞེ་བཅུ་པ་འདི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩེ་ལྔ་ནས་དབུ་འཛུགས་ཀྱིས་གསུམ་པའི་ཚེས་ཉི་ཤུ་རྩ་གཉིས་བར་མུ་མཐུད་སྐོང་ཚོགས་ཀྱིས་སའི་གོ་ལ་འདི་གའང་འགྲོ་བ་མིའི་ཐོབ་ཐང་གི་ཐད་དཀའ་ངལ་འཕྲད་པའི་གནད་དོན་མང་དག་གི་ཐད་དཀའ་སྡུག་གནང་རྒྱུའི་ཆ་ཞིག་ཡོད་འདུག། སུད་སི་གྲོང་ཁྱེར་ཇི་ནི་ཝའི་ནང་རྟེན་གཞི་བཟུང་བའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་འཁོས་བསྡུས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་རབ་ཁང་ཚི་བྷིང་བཞུགས་ཡོད།
ཡང་དབྱིན་ཇིའི་ནོར་ཐ་ཧམ་ཏོན་གྲོང་ཁྱེར་ནང་འདི་ལོ་གསུམ་བཅུའི་དུས་དྲན་སྐབས་བོད་ཀྱི་རྒྱལ་དར་འཕྱར་ནས་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་བོད་ནས་བཙན་བྱོལ་དུ་ཕེབས་པའི་ལོ་ངོ་དྲུག་ཅུ་འཁོར་བའི་དུས་དྲན་སྲུང་བརྩི་གནང་རྒྱུ་ཡིན་པའི་སྐོར་ས་གནས་དེའི་ནང་བོད་དོན་ཐོག་ལས་འགུལ་སྤེལ་མཁན་ལྕམ Carolyn Scott Good གྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་འདུག་ལ། ཡང་སྤྱི་ཟླ་གསུམ་པའི་ཚེས་ལྔ་ཉིན་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཐོག་བོད་དོན་གཏམ་བཤད་དང་གཞན་དོན་གསུང་སྐུའི་གློག་བརྙན་གཟིགས་འབུལ་ཞུས་ཏེ་བོད་ནང་གི་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་ཞིག་ཀྱང་སྤེལ་རྒྱུ་ཡིན་འདུག་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་པ་ཀི་སི་ཐན་དང་རྒྱ་གར་གཉིས་ཀས་མཁའ་དམག་གནམ་གྲུ་གཏོར་རེག་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་དང་པ་ཀི་སི་ཐན་གྱིས་རྒྱ་གར་གྱི་མཁའ་དམག་གནམ་གྲུ་གཉིས་གཏོར་ནས་མཁའ་སློབ་གཉིས་འཛིན་བཟུང་བྱས་ཡོད་པའི་གསལ་བསྒྲགས་བྱས་ཡོད་པ་རེད། འོན་ཀྱང་པ་ཀི་སི་ཐན་གྱི་སྲིད་བློན་ཨི་མཱརན་ཁཱན་གྱིས་རྒྱ་གར་གྱི་ངོས་ནས་པ་ཀི་སི་ཐན་ས་ཁུལ་ནང་དམག་དོན་གྱི་ལས་འགུལ་སྤེལ་བར་དུས་ནམ་ཡང་བཟོད་སྒོམ་བྱེད་རྒྱུ་མེད་ལུགས་བརྗོད་པ་དང་དུས་མཚུངས་གནད་དོན་གང་གི་ཐད་ལ་ཡང་གྲོས་མོལ་བྱེད་འདོད་ཡོད་པའི་རྣམ་འགྱུར་བསྟན་ཡོད་པ་རེད། རྒྱ་གར་དང་པ་ཀི་སི་ཐན་གཉིས་ཀ་རྡུལ་ཕྲན་མཚོན་ཆ་ལྡན་པའི་ཡུལ་གྲུ་ཞིག་ཡིན་ཞིང་རྒྱལ་སྤྱིའི་སྤྱི་ཚོགས་ནས་བྱང་ཀོ་རི་ཡའི་གནད་དོན་ཐད་དོ་སྣང་ཧ་ཅང་ཆེ་དྲགས་པ་དང་རྒྱ་གར་དང་པ་ཀི་སི་ཐན་དབར་གྱི་འཛའ་དྲག་གི་གནད་དོན་ཐད་དོ་སྣང་ཆུང་སྐྱོན་ཡོད་པའི་སྐྱོན་བརྗོད་བྱེད་མཁན་འབྱུང་བཞིན་ཡོད་པ་རེད། རྒྱ་གར་དང་པ་ཀི་སི་ཐན་དབར་དེ་སྔོན་དམག་འཁྲུག་ཐེངས་མ་འགའ་ཤས་བྱས་ཟིན་ཡོད་ཅིང་ཐེངས་འདིའི་འཛའ་དྲག་གི་གནས་སྟངས་དེ་ནི་རྒྱ་གར་གྱི་མངའ་དབང་འོག་ཡོད་པའི་ཀཱཤ་མིར་ས་ཁུལ་དུ་པ་ཀི་སི་ཐན་ཡོད་པའི་འཇིགས་སྐུལ་དྲག་སྤྱོད་ཚོགས་སྡེ་ཞིག་གིས་འབར་རྫས་གཏོར་ནས་རྒྱ་གར་དམག་མི་བཞི་བཅུ་ལྷག་རྐྱེན་ལམ་དུ་བཏང་བའི་དོན་རྐྱེན་དེ་བྱུང་བའི་རྗེས་སུ་བྱུང་པ་ཞིག་རེད། རྒྱ་གར་རྒྱལ་ཡོངས་ནང་གློ་ནད་ཀྲི་པིའི་ནད་གཞི་ཕྱི་ལོ་ཉིས་སྟོང་སུམ་ཅུ་ཚུན་ཆད་རྩ་མེད་བཟོ་ཐུབ་པའི་དམིགས་ཡུལ་བཟུང་བཞིན་པ་ལྟར་རྒྱ་གར་ནང་ཡོད་པའི་བཙན་བྱོལ་བོད་མི་ཚོས་ཀྱང་བོད་པའི་སྤྱི་ཚོགས་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་ཚོད་ལྔ་ཚུན་ཆད་ཀྲི་པི་མེད་པ་བཟོ་ཐབས་ཆེད་ལས་འགུལ་སྣ་ཚོགས་པ་ཞིག་སྤེལ་བཞིན་ཡོད་པ་ནས་ཉེ་ཆར་སིལ་བུར་འགྲན་བསྡུར་གྱི་ལས་འགུལ་ཞིག་སྤེལ་འདུག་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་འདི་ཚོའི་སྟངས་དང་པོ་དེ་གསལ་རོགས་གནང།
བཙན་བྱོལ་བོད་མིའི་སྤྱི་ཚོགས་ནང་གློ་ནད་ཀྲི་པི་ནད་གཞི་ཁ་གཏད་གཅོག་རྒྱུའི་ཆེད་སིལ་བུར་འགྲན་བསྡུར་ཐེངས་གཉིས་པའི་རྩེ་ཕུད་ཀྱི་རྒྱལ་ཁ་དེ། བལ་དགུ་པའི་ལུགས་ཟུང་བསམ་འགྲུབ་ལེན་རྩེ་སྟོན་པའི་རུ་ཁག་ལ། ཐེངས་མ་གཉིས་པ་དེ་ཐོབ་གནང་ཡོད་པ་རེད། ཚེ་བརྟན་ཨང། ཐེངས་གཉིས་པའི་རུ་ཁག་རྩེ་ཕུད་བྱ་དགའ་དེ། ལུགས་བསམ། བལ་དགུ་པའི་ལུགས་བསམ་ལ་བཞག་ནས་རུ་ཁག་ཚང་ཡར་འཕར་བ་བྱས། དེ་ཡང་དབུས་བུད་མེད་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ནས་བཙན་བྱོལ་བུད་མེད་སྤྱི་ཚོགས་ནང་གློ་ནད་འདྲིས་པའི་ནད་གཞི་རྩ་མེད་བཟོ་ཐབས་སོགས་མང་ཚོགས་ཁྲོད་ནད་གཞི་དེའི་ཐོག་དོ་སྣང་གོ་རྟོགས་སྤེལ་ཐབས་སུ་འདྲིས་པའི་ནད་གཞི་ཁ་གཏད་གཅོག་རྒྱུའི་ཆེད་རྩིས་འབུལ་འགྲན་བསྡུར་ཞིག་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ནང་ཐེངས་དང་པོ་འཚོགས་གནང་ཡོད་པ་ལྟར་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་ཉིན། དབུས་བུད་མེད་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་དང་མོན་གྷོ་དུས་ཀུན་གླེང། རྩེད་མོའི་ཚོགས་པ་གཉིས་ཟུང་འབྲེལ་གྱིས་གོ་སྒྲིག་འོག། མོན་གྷོ་དུས་ཀུན་གླེང་དུ་རྒྱ་གར་ས་གནས་འདྲ་མིན་ཁག་བརྒྱད་ནས་བོད་རིགས་སིལ་བུར་རྩེད་འགྲན་པའི་རུ་ཁག་དབར་འགྲན་བསྡུར་རིམ་པ་གནང་སྟེ་མཐའ་མར་སྦལ་གུ་བོ་ལུགས་ཟུང་བསམ་འགྲུབ་གླིང་དང། སྦལ་གུ་བོ་སྡེ་དགེ་བླ་སྲོལ་རྩེད་འགྲན་པའི་རུ་ཁག་གཉིས་དབར་མཐའ་མའི་འགྲན་བསྡུར་གྱི་མཇུག་བསྡོམས་མཛད་སྒོའི་ཐོག། སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ཆོས་དྲིལ་བཀའ་བློན་གཡུ་ཐོག་ཀརྨ་དགེ་ལེགས་ལགས་ཕེབས་གནང་ཡོད་ཅིང། བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་རེད། ད་ག་ནང་བཞིན་ད་ཅིག་འབྲེལ་ཡོད་ད་རྡ་རམ་ས་ལ་བདེ་ལེགས་སྨན་ཁང་རེད་དུ་འཛོལ་ཐོག་ནས། ཀྲི་བྷི་གི་ཐོག་ལ་ད་ལས་གཞི་སྔ་རྗེས་བར་གསུམ་མང་པོ་ཅིག་བརྩམས་རྗེས་ད་ད་ད་ཅིག་ཡར་རྒྱས་གོང་འཕེལ་ངང་ལ། བྱས་ད་རིང་པོ་མ་ཐོག་པ་ཅིག་བྱས་ན་བོད་མིའི་སྤྱི་ཚོགས་ནང་ནས་ཀྲི་བྷི་ད་ཕ་ད་རྒྱང་བྷི་བཏང་ཐུག་ཡག་གསོབ་ད་ར་ཅིག་དེ་འདྲའི་གི་གང་ལ་གོམ་པ་རྒྱབ་བསྡད་ཡོད་རེད་བྱས་ད་འདི་ཡིན་དུས། དེ་སྔོན་བུད་མེད་སིལ་སྤོལ་འགྲན་བསྡུར་ཐེངས་དང་པོའི་ནང་སྦལ་ཀུ་བོའི་ལུགས་ཟུང་བསམ་འཕྲུལ་གླིང་དང་སྦལ་ཀུ་བོའི་སྡེ་དགེ་སླར་གསོའི་རུ་ཁག་གཉིས་དབར་མཐའ་མའི་རྩེ་ཕུད་ཀྱི་འགྲན་བསྡུར་གནང་སྟེ་སྔ་ལོ་ནང་བཞིན་གྱི་ད་ལོ་ཡང་སྦལ་ཀུ་བོའི་ལུགས་ཟུང་བསམ་འཕྲུལ་གླིང་རྩེད་འགྲན་པའི་རུ་ཁག་ལ་མཐའ་མའི་རྩེ་ཕུད་ཀྱི་རྒྱལ་ཁ་ཐོབ་ཡོད་པ་རེད། སྐབས་དེར་སྦལ་ཀུ་བོའི་ལུགས་ཟུང་བསམ་འཕྲུལ་གླིང་རྩེད་འགྲན་པའི་རུ་ཁག་གི་རུ་དཔོན་དོན་གྲུབ་ཚེ་རིང་ལགས་ཀྱིས་ཁོང་ཚོའི་རུ་ཁག་ལ་ད་ལན་ཐེངས་གཉིས་པའི་རྩེ་ཕུད་ཀྱི་རྒྱལ་ཁ་གསོས་པ་དེར། དགའ་ཚོར་ཆེན་པོ་བྱུང་ཡོད་པའི་འགྲེལ་བརྗོད་གནང་གི་འདུག། ད་ལྟ་དམིགས་ཡུལ་གཙོ་བོ་དེ་ཀྲི་པིས་ང་ཚོ་བཙན་བྱོལ་ལ་མེད་པ་བཟོ་བའི་ལས་འགུལ་དེ་ཧ་ལས་པ་ཡག་པོ་འདུག་གང་ཡིན་ཟེར་ན་ན་ཚ་དེ་ཨ་ནི་དེང་སང་མི་ཡག་པོ་ཀླད་ཡིན་པ་ཡང་གང་ཞིག་ལ་འཐུས་ཤོར་ཞུགས་འདུག་དོ་མི་དམངས་ཀྱི་ན་ཚ་ཡོད་ན་དོ་སྣང་མ་བྱེད་དེ་ཁྱབ་བསྒྲགས་བྱས་དེ་ཨ་ནི་དཔེ་མི་སྲིད་ཧ་ལས་པ་ལས་འགུལ་ཡག་པོ་སྤེལ་ཤག། ད་ལན་རྩེད་འགྲན་འདིའི་སྐབས་ལ་དྭགས་རྩེད་འགྲན་པའི་རུ་ཁག་ལ་དྲང་ཚུགས་ལྡན་པའི་རྩེད་འགྲན་པའི་བྱ་དགའ་དང། བལ་ཀུ་བི་སྡི་ཀི་སླར་གསོའི་རྩེད་འགྲན་པ་བསྟན་འཛིན་ཆོས་ལྡན་ལགས་སུ་རྩེད་འགྲན་པ་རྩེ་ཕུད་ཀྱི་བྱ་དགའ་ཐོབ་ཡོད་པ་རེད། གཞི་རྩའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནས་ཕྱི་ལོ་ཉིས་སྟོང་སུམ་ཅུ་ལོའི་ནང་ཚུད་ལ། ལོ་ནའི་ཀྲི་བྷི་རྩ་མེད་བཟོ་རྒྱུའི་ཆ་ཞུས་པ་ནང་བཞིན་གྱི་རྒྱ་གར་ནང། ཕྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ལོའི་ནང་ཚུད་ལ་ནད་གཞི་དེ་རྩ་མེད་བཟོ་རྒྱུའི་ཆ་ཞུས་པ་མ་ཟད། དབུས་བུད་མེད་སྒྲིག་འཛུགས་ཀྱི་བཙན་བྱོལ་བུད་མེད་སྤྱི་ཚོགས་ནང། ལོ་ནའི་ཀྲི་བྷི་ནད་གཞི་དེ་ཉིས་སྟོང་ཉིས་བརྩ་གཉིས་ལོའི་ནང་ཚུད་ལ། རྩ་མེད་བཟོ་རྒྱུའི་ཆ་ཞུས་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགྱུར་པ་བེམ་དངོས་གྲུབ་དབེན། བོད་པའི་བུད་མེད་བསྟན་འཛིན་པད་མ་ལགས་སུ་ཨུ་རུ་སུའི་ནང་ཚོགས་པའི་རྒྱལ་སྤྱིའི་འུར་ཤུགས་ཁུ་ཚུར་འགྲན་རྩོད་ནང་ཨང་གཉིས་པར་སོན་ཏེ་དངུལ་གྱི་རྟགས་མ་ཐོབ་འདུག་དེ་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ནས་ཉི་ཤུ་བདུན་བར་ཨུ་རུ་སུའི་རྒྱལ་ས་མོ་སི་ཀོ་རུ་ཚོགས་པའི་ཉིས་སྟོང་བཅུ་དགུ་ལོའི་འུར་ཤུལ་རྒྱལ་སྤྱིའི་འགྲན་བསྡུར་ནང་ཁུ་ཚུར་དྲག་རྩལ་འགྲན་བསྡུར་གནང་སྟེ་ཨང་གཉིས་པར་སོན་ཞིང། ཁོང་རང་རྒྱ་གར་རྩེད་འགྲན་རུ་ཁག་མཚན་ཐོག་ནས་འཛུལ་ཞུགས་གནང་འདུག། བསྟན་འཛིན་པད་མ་ལགས་སུ་དེ་སྔོན་ཡང་རྒྱལ་སྤྱིའི HFC ཞེས་པའི་འགྲན་ཚད་ཞིག་གི་ནང་རྒྱལ་ཁ་ཐོབ་ཅིང་ཁོང་ལ་བུ་མོའི་བློ་སྤོབས་ཀྱི་གཟེངས་བསྟོད་བྱ་དགའ་ཟེར་བ་ཞིག་ཀྱང་ཐོབ་མྱོང་ཡོད་པ་རེད།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་གྱི་ལེ་ཚན་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱི་མདོ་འཛིན་པ་ནང་བསྟན་བརྒྱུད་བསྒྲགས་ཞུས་པ་དེ་གཟིགས་རོགས་གནང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་གི་བཀའ་སློབ་ལམ་སྟོན་གྱི་ལེ་ཚན་དེའི་ནང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཤིང་རྟ་རྔ་པའི་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་གི་ཤེས་རབ་དགའ་ཚལ་སློབ་གླིང་གི་དགེ་སློབ་ཡོངས་ལ་བཀའ་སློབ་གནང་བའི་ནང།

འོས་པའི་དབུ་མོ།
འཆི་མེད་ལྷ་མོ་ལགས་ཀྱིས་ད་ལྟ་ཁན་ན་ད་ཐོ་རོན་ཐོ Scarborough སློབ་གྲྭ་ཆེན་མོ་རུ་དབང་རྩའི་ཚན་རིག་དང་སེམས་ཁམས་རིག་པའི་བསླབ་བྱ་གཉིས་ཀའི་ཐོག་དུས་གཅིག་ཏུ་སློབ་སྦྱོང་བྱེད་བཞིན་པ་རེད། ཁོ་མོ་ནི་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོ་པའི་བོད་མིའི་གཞིས་ཆགས་ནས་སྐྱེས་ཤིང་ཕྱིས་སུ་ཕ་མ་གཉིས་ནས་རྒྱ་གར་ལྷོ་ཕྱོགས་དཱ་མེ་ན་རྡུ་མངའ་སྡེའི་ཨོ་ཁྲི་ས་གནས་སུ་ཚོང་ལས་གཉེར་ཡོད་སྟབས་ཁོ་མོས་ཁུལ་དེར་དབྱིན་ཡིག་གི་སློབ་གྲྭ་ཞིག་ཏུ་སློབ་གཉེར་བྱས་ཡོད་པ་དང་དེར་ཧིན་དི་དང་དཱ་མིལ་གྱི་སྐད་ཡང་བཤད་ཤེས་ཡོད་འདུག་ལོ་ན་བཅུ་གཅིག་ཐོག་ཕ་མ་དང་མཉམ་དུ་རྒྱ་གར་ནས་ཁེ་ན་རྡའི་ནང་གཞི་སྤོར་བྱས་ཏེ་ཁྲོ་རེན་ཁྲོ་ས་གནས་སུ་གཏན་སྡོད་བྱེད་འགོ་བཙུགས་ཡོད་པ་རེད། འཆི་མེད་ལྷ་མོ་ལགས་མཐོའི་འབྲིང་འགྲིམ་པའི་སྐབས་སུ་བོད་ནང་བོད་མི་ཚོས་ཞི་བའི་ངོ་རྒོལ་ལས་འགུལ་སྤེལ་ཡོད་པ་མ་ཟད་བོད་མི་མང་པོ་ཞིག་གིས་གཅིག་རྗེས་གཉིས་མཐུད་སྒོས་རང་ལུས་མེར་བསྲེགས་ཀྱི་ངོ་རྒོལ་ལས་འགུལ་དག་བྱུང་བའི་སྐབས་ཁོ་མོ་ཚུད་པའི་བོད་པའི་སློབ་མ་མང་པོ་ཞིག་ལ་བོད་དོན་ལས་འགུལ་དང་བོད་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ལས་འགུལ་རིགས་སྤེལ་རྒྱུའི་སེམས་ཤུགས་སྔར་ལས་ཆེ་རུ་ཕྱིན་ཡོད་འདུག། མཐོ་རིམ་སློབ་གྲྭ The High School ལ་འཛིན་གྲྭ་བཅུ་བསལ། བོད་ནང་ལ་ད་ག་ཉི་ཤུ་གཅིག་ཁྲི་གོ་རེ་རང་ཚོའི་མི་ལའི་ཏང་ངེ་འདུན་འཚོལ་མཁན་མང་པོ་ཞོད་རག་ཅིག་ཆགས་སོང། འདིའི་སྐབས་ལ་ང་རང་ཚོ་ད་བོད་པ་སློབ་ཕྲུག་དེ་ཚོ་ཚང་མ་སེམས་ཤུགས་ཞིབ་ཅིག་སྐྱེས་སོང། ཁོ་མོ་ཆུང་དུས་ནས་རང་མི་རིགས་ལ་ཤ་ཞེན་དང་ལར་རྒྱ་ཡོད་མཁན་ཞིག་ཡིན་པ་མ་ཟད། སྤྱི་ཚོགས་ཁྲོད་སྒྲིག་འཛུགས་འདྲ་མིན་ནང་ཉམས་ཞིབ་ཀྱིས་བོད་དོན་དང་བོད་ཀྱི་རིག་གཞུང་ངོ་སྤྲོད་སོགས་ཀྱི་ལས་དོན་སྣ་མང་ཁྲོད་མཉམ་ཞུགས་བྱས་ཡོད་འདུག། ང་རང་ཚོས་ད་འཛིན་རིམ་མང་པོ་ཞུ་གཅིག་སྤེལ་རེད་བོད་དོན་སྐོར་ལ high school ནང་ལ་ཨཱ་ནི་འདི་ཞུ་ལ་ཡ་འཛིན་རེ་བཅུ་གཅིག་ལ་ང Tibetan club ལ་ནས Tibetan club ལ president བྱེད་ཡ་གི་ད་གོ་སྐབས་རག་སོང་ཨཱ་ནི་ངེད་ཀྱི་ལོ་སར assembly གཅིག་གོ་སྒྲིག་བྱེད་ཡ་གི་གོ་སྐབས་རག་སོང་ད assembly དེ་ནང་ལ་ང་རང་ཚོས་ལོ་སར་སྐོར་ལ་སྐད་ཆ་བཤད fashion show བྱས་ཨཱ་ནི་ཉུང་གུ་ལ་མོ་མོ་བཙོང་འདི་འདྲའི་གྲོགས་བྱེད་ཡ་གི་གོ་སྐབས་རག་རེད། འཆི་མེད་ལྷ་མོ་ལགས་ཀྱིས་ཁེ་ན་རྡ་གི་ཨན་ཁྲི་ཡོ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་ཀྱི་འགན་འཁུར་ཡོད་པ་དང། ཁོ་མོ་ནི་རྒྱུན་ལས་རིམ་པའི་ཁྲོད་ལོ་ན་ཆུང་ཤོས་དེ་ཡིན་འདུག་ལ་ལོ་གཉིས་རིང་རྒྱུན་ལས་ཀྱི་འགན་འཁུར་བའི་རིང་ཁོ་མོས་ལོ་ཚོད་ཀྱི་ན་གཞོན་ཚོའི་དགོས་མཁོ་སྐོང་ཐབས་ཀྱི་བོད་ཡིག་དང་ནང་ཆོས་ཀྱི་འཛིན་གྲྭ་བཀོད་སྒྲིག་བྱེད་ཐུབ་ཡོད་པ་མ་ཟད། ད་དུང་བོད་པའི་གཞོན་ནུ་མཉམ་འབྲེལ་ཚོགས་པ་ཞེས་པ་ཞིག་ཀྱང་གསར་འཛུགས་ཀྱིས་སློབ་གྲྭ་ཆེན་མོའི་སློབ་མ་ཚོར་གུང་སེང་སྐབས་སུ་གླ་ཡོད་ལས་ཀ་བཀོད་སྒྲིག་ཡོང་ཐབས་དང་དེ་ཡང་བོད་པའི་སྤྱི་ཚོགས་དང་འབྲེལ་བའི་ལས་རིགས་འཁོར་སྒྲུབ་བྱེད་ཐུབ་ཡོད་པ་སོགས་གྲུབ་འབྲས་མི་དམན་པ་བླངས་ཡོད་འདུག། ང་ཚོ་གཞོན་སྐྱེས་དེ་འདི་ལ་དབྱར་ཁ་སྐབས་ལ་ད་གླ་ཆ་ཡོད་པའི་ལས་ཀ་བྱེད་ཡ་གི་གོ་སྐབས་རག་རེད་ཨནི་ལས་ཀ་དེ་གཙོ་བོ་ད་བོད་དོན་སྐོར་ལ་བྱས་ཆབ་སྲིད་གཅིག་པུ་མེད་པ་བྱས་ཡིན་ནའི་ཨ་ང་རང་ཚོས་ད་རྒན་འཁོག་མཉམ་དུ་འབྲེལ་བ་བྱེད་ཡ་དང་གཞོན་པ་དེ་འདྲ་མཉམ་དུ་འབྲེལ་བ་བྱེད་ཡ་དང་མཐུན་སྒྲིལ་བྱེད་ཡ་གི་ད་ཐབས་ཤེས་གཏང་ཡ་གི་ལས་ཀ་དེ་བྱས་པ་རེད།
འཆི་མེད་ལྷ་མོ་ལ Torrent Troll Scarborough སློབ་གྲྭ་ཆེན་མོར་ཚུད་པའི་རྗེས་སུའང་ཚོགས་པ་སྒྲིག་འཛུགས་ཁག་ནང་བསགས་པའི་ལས་ཀའི་ཉམས་མྱོང་བེད་སྤྱད་ནས་སློབ་ཡོན་མཐོན་པོ་ཡོད་པ་སོགས་སློབ་མ་ཚོའི་དཀའ་ངལ་རིགས་སེལ་རྒྱུའི་འདུན་པ་དང་བཅས། ན་ནིང་ལོ་ནས་བཟུང་སློབ་མ་ཚོགས་པའི་ཚོགས་གཙོ་གཞོན་པའི་འགན་འཁུར་ཡོད་པ་དང། ཡང་ཉེ་སྔོན་ཨིན་དམ་རྒྱལ་ཚོགས་གཙོར་བདམས་ཐོན་བྱུང་ཡོད་པ་རེད།

ཡིན་ནའང་རྒྱ་རིགས་སློབ་མ་ཚོས་སྤྱི་ཚོགས་དྲ་ལམ་བརྒྱུད་འཆི་མེད་ལྷ་མོ་ལགས་ནི་བོད་རང་བཙན་རྩོད་ལེན་བྱེད་མཁན་ཞིག་ཡིན་པའི་ཁྲོ་རེན་ཁྲོ་སློབ་གྲྭ་ཆེན་མོའི་སློབ་མ་ལྷན་ཚོགས་ཀྱི་ཚོགས་གཙོའི་འགན་འཁུར་མི་རུང་བའི་སྐྱོན་བརྗོད་དང་ཚིག་རྩུབ་ཀྱི་ཁ་རྡུང་བཏང་ཡོད་ཀྱང་འཆི་མེད་ལྷ་མོ་ལགས་ཀྱིས་རྒྱ་རིགས་སློབ་མ་དེ་ཚོས་སྐྱོན་བརྗོད་བྱེད་དགོས་དོན་ནི་ཁོ་མོའི་ལས་དོན་སྒྲུབ་ཕྱོགས་ཐོག་ནོར་འཁྲུལ་བྱུང་བ་ཞིག་མ་ཡིན་པར་རང་ཉིད་བོད་མི་ཞིག་ཡིན་པའི་རྐྱེན་གྱིས་ཡིན་པས། དེར་བྱ་ཐབས་གཞན་མེད་ཀྱང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་སློབ་སྙིང་ལ་བཅངས་ནས་བཟོད་པ་སྒོམ་བཞིན་ཡོད་ཟེར། བཀའ་ཆེན་བླ་མ་ཁོང་རང་ཚོས་ཀྱིས་ང་ལ་ཚིག་རྩུབ་ག་ཚོད་མང་པོ་ག་ཚོད་བྲིས་ནས་ཀྱང་ང་ལ་དེ་ག་ཕོག་མི་འདུག། ཁོ་རང་ཚོས་ད་མ་འོངས་པར་འཚར་ལོངས་བྱེད་ས་དང་སྐྱེ་ས་ལ་དེ་འདྲའི་རླབས་ཡོད་ཀྱི་རེད་ཟེར་ནས་བསམ་བློ་བཏང་བྱས་ནས་ད་སྙིང་རྗེ་ག་འདྲས་སྐྱེ་བ་འདུག་ཟོག་སྒོམ་ག་འདྲས་བྱས་བ་འདུག་ཟེར་ནས་བསམ་བློ་ལེགས་འདུག་ཨ་ནི་སྐྱབས་མགོན་པོ་ཆེའི་གསུང་སྐོར་རེད་དེ་ཉམས་ལེན་དང། བྱམས་སྙིང་རྗེ་དང་གཟུགས་སྒོམ་དང། ཤེས་རབ་ཉམས་ལེན་ག་འདྲ་ཆེ་བོ་རེད་ཟེར་ནས་གསུང་སྐོར་རེད་པ། ད་འདི་ང་ལ་གོ་སྐབས་འདྲ་བོ་ཅིག་རེད་བསམ་བྱས་ང་རང་ང་རང་གཟུགས་སྒོམ་བྱེད་ཡག་གི་ཐབས་ཤེས་གཏང་གི་ཡོད། རྒྱ་རིགས་སློབ་མ་ཚོས་འཆི་མེད་ལྷ་མོ་ལགས་ལ་ངོ་རྒོལ་བྱས་པའི་གནས་ཚད་དེ་རྒྱལ་སྤྱིའི་གསར་ལམ་ཁག་ཏུ་རྒྱ་ཁྱབ་ཏུ་ཕྱིན་པའི་དུས་མཚུངས་ངོ་རྒོལ་དེའི་རྒྱབ་ཏུ་རྒྱ་ནག་གཞུང་ཡོད་ལུགས་ཀྱི་དབྱེ་ཞིབ་བྱེད་མཁན་ཡང་བྱུང་ཡོད་པ་རེད། ཁྲོན་ཁྲོ་སློབ་ཆེན་དེ་ནི་རྒྱལ་སྤྱིའི་ཐོག་སྙན་གྲགས་ཆེན་པོ་ཡོད་པ་ཞིག་ཡིན་ཞིང་སློབ་གཉེར་ཁང་དེའི་སློབ་མའི་ལྷན་ཚོགས་ཀྱི་ཚོགས་གཙོར་འོས་པའི་དབུ་འབོད་ཞིག་བདམས་ཐོན་བྱུང་བ་ཐེངས་དང་པོ་དེ་ཡིན་པ་དང། རང་མི་སྤྱི་ཟླ་ལྔ་བའི་ཚེས་གཅིག་ཉིན་ནས་དངོས་སུ་ཚོགས་གཙོའི་འགན་འཁུར་རྒྱུའི་རེ་བ་ཡོད་འདུག་འཆི་མེད་ལྷ་མོ་ལགས་ནི་སློབ་སྦྱོང་གི་ཞོར་དུ་སྤྱི་ཚོགས་ཁྲོད་བྱ་འགུལ་སྣ་མང་ནང་ཉམས་ཞུགས་བྱེད་མཁན་ཞིག་ཡིན་པ་མ་ཟད། ལུས་རྩལ་གྱི་རིགས་ལའང་དགའ་མོས་ཡོད་མཁན་ཞིག་རེད། བརྙན་འཕྲིན་གསན་གཟིགས་གནང་མཁན་རྣམ་པ་ཐེངས་འདིའི་དབུ་མེད་ཀྱི་ལེ་ཚན་རྒྱང་བསྲིང་ཞིག་ཚར་བ་ཡིན། ལེ་ཚན་འདིའི་བརྙན་པར་སྒྲིག་སྦྱོར་བ་གླུ་འབུམ་བཀྲ་ཤིས་ཡིན་ཁྱེད་ཚོས་གཟིགས་པར་བཀའ་དྲིན་ཆེ་སྟབས་བདེ་མོ་ཞིག། ཐེངས་འདིའི་ང་ཚོའི་བརྙན་འཕྲིན་དང་རླུང་འཕྲིན་ངོ་གདོང་དྲ་རྒྱ་དང་ཡུའུ་ཀྲུབ་བཅས་ཀྱིས་ཐད་གཏོང་གི་ལས་རིམ་འདི་རྒྱང་བསྲིང་ཞུས་ཚར་ང་ཚོའི་ལེ་ཚན་འདི་གཟིགས་པར་ཐུགས་རྗེ་ཆེ་མ་ཆེ་བར་བདེ་པོར་བཞུགས།